ཐུགས་རྗེ་ཀུན་ལ་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་ནད་སེལ་སངས་རྒྱས་སྨན་གྱི་ལམ་བིནྡུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། ཧཱུྃ། སླར་ཡང། ཁུ་བ་མེན་པོ་ལྟར་རང་ངོས་ནས་རྣམ་པ་ཚོ་དང་མཇལ་བ་ཧ་ཅང་དགའ་པོ་བྱུང་འཚམས་འདྲི་ཞུ་གི་ཡོད་སྐུ་ཁམས་བཟང་རྣམ་པ་ཚང་མ་སྐུ་གཟུགས་གསལ་དང། བས་ནི་དག། ཅེས་དང་གི། ནམ་རྒྱུན་དུ་ངས། YouTube ནང་ལོགས་ལ། ཡ་མ་དང་འབྲེལ་བའི། སྐོར་མང་པོ་བཤད་ཡོད་རེད། ཡོད་རེད་དེ་ད་ད་ད་ཟུར་དུ་མང་པོ་གཅིག་གི་ད་ད་ད་ཅིག། ཕྱི་རྒྱལ་ཁག་ལ་བཞུགས་དེ་ངས་དང་ད་གང་ད་ག་བ་ཡིན་ནས་ནམ་རྒྱུན་དུ།

གནད་དོན་གང་ལ་བཤད་ཡ་ཡིན་པས་རྣམ་པ་ཚང་མས་ནི་བརྙན་ཐུང་འདི། མགོ་ནས་མཇུག་བར་དུ་ངེས་པར་དུ་གཟིགས་རོགས་གནང། ནི་འདིས་རྣམ་པ་མང་པོ་ཅིག་ལ་ཏན་ཏན་ཕན་ཐོགས་ཡོང་གི་རེད། ད་ག་ནང་བཞིན་གྱི་ནི་འདི་རྣམ་པ་ཚོས་གང་མང་མང་ཞིག་ཕ་རྒྱུད་སྐུལ་གནང་རོགས་གནང། ནི་གུས་པའི། YouTube Channel འདི་ལ་ད་གཙོ་ང་རང་དང་བོད་ཀྱི་གསོ་བ་རིག་པའི་ཅིག་རིག་གཞུང་ལ་རྒྱབ་སྐྱོར་གནང་རོགས་གནང Subscribe གནང་རོགས་གནང། ནི་དགའ་དག་མཆན། ཨེ་ནི། གང་ཨེ་ཆེ་ཤོས་དེ་གང་མང་མང་ལ་ཕ་རྒྱུད་ཀུན་ན་རོ་ནའས། འོ་དེ་འདྲ་ཅིག་ཞུ་འདོད་བྱུང་སོང་དེ་འདྲ་སོང་ཙང་རྣམ་པ་ཚོས་གུས་པའི་རེ་བ་དེ་མི་འཇིག་མི་འཇིག་གསན་སྲིད་གནང་རོགས་གནང་ཞུ་ཡ་ཡིན། ད་ཡ་མ་ཟེར་བ། ང་རང་ཚོ་ད་ཅིག་ཕྱི་རྒྱལ་གྱི་ཐ་སྙད་ག་རེ་བལྟ་གི་ཡོད་རུང་མེད་རུང་ཁྱད་པར་གང་ཡོད་མ་རེད། གང་ལྟར་ཡང་ཕ་སྐད་དེ་ལ་གནད་ལ་འཁེལ་བ་དེ་གལ་ཆེ་ཤོས་དེ་ཕན་པ་ཅིག་དགོས་ཀྱི་ཡོད་རེད་དེ་འདྲ་སོང་ཙང་ཡ་མ་ཟེར་ནས་རེད།

ཁ་ཅིག་རྨིས་དང་སྣ་ཁུང་ཨམ་ཆོས་ཟབ་རགས་རྒྱག་གི་རེད། ད་ཁ་ཤས་ལ་དེའི་རྐྱེན་བྱས་ནས་མགོ་བོ་ན་ཡ་དེ་འདྲ་ཡོང་གི་རེད་ཁ་ཤས་ལ་དེའི་རྐྱེན་བྱས་ནས་རྨིས་ལ་སྐྱོན་ཆེ་བ་དེ་འདྲ་ཡོང་གི་རེད་ད་དེ་ཚོ་རྫབ་ཆེན་པོ་ཆགས་བསྡད་ཡོད་རེད། དེ་སོང་ཙང་ད་ག་རེ་བཤད་ཡིན་ཞུས་པ་ཡིན་ན་གཙོ་བོ་དེ། ཁྱེད་རང་ཚོ་གིས་སྣ་ཁུང་དང་རྨིས་ཨམ་ཆོས་ལ་ཟབ་རགས་རྒྱག་ཡག་སྣ་ཁུང་འགག་ཡག་རྨིས་ཆུ་དོན་ཡག་འདི་ཡོང་གི་འདུག་ན། འདི་གཙོ་བོ་དེ་ང་རང་ཚོ་བོད་པའི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ནང་ལོགས་ལ་ཤར་བ་ཡིན་ན་ཡ་མ་ཟེར་ཡ་ད་རེད། ཡིན་དུས་ད་ནས་ད་འདི་ག་རེ་བྱས་ནས་ཡོང་གི་ཡོད་རེད་ཟེར་བ་ང་རང་ཚོ་སྣ་ཁུང་གི་དཀྱིལ་འཁོར་ཨེ་ནི་བད་ཀན་ཀླད་པ་ལ་དེ་ལྟོས་ན་ནད་ཨེ་ནི་བད་ཀན་མྱོང་བྱེད་ལྕེ་ལ་ནད་ཟེར་བ་རེད། རོ་རྣམས་མྱོང་བར་བྱེད་ཟེར་གྱི་ཡོད་རེད། དེའི་གསུང་དོན་བད་ཀན་དང་རླུང་གི། གནས་ཁང་གཅིག། ཧང་བསང་དབྱངས་ཀྱི་རླུང་གིས། གལ་ཆེ་ཤོས་གཅིག། ཨེ་ནི་ང་རང་ཚོ་གིས། ད་ཅིག་མིག་པ། རྐན། སྣ་བུག་ལ་སོགས་པ་འདི་བརྒྱད་ཀྱི་ཐུན་མཚམས་ཀྱི་ཨེ་ནི་རྩ་འཁོར་སྦྱོར་སྒོ་འདི་གང་ལ་གནས་འདི་གི་བར། དེ་ཡིན་དུས་ད་ནི་ཨེ་ནི་རླུང་གི། མཚན་ཉིད་ནང་ལོགས་ལ། རྩུབ་པ། ཟེར་ཆོག་རླུང་གི་མཚན་ཉིད་རྩུབ་པ།

སྣམ་བུ་འདི་དགའ་གི་མི་འདུག་ཉི་མའི་ཁུང་བལྟས་བལྟས་བཏུང་ཡིན་ནའི་དགའ་གི་མི་འདུག་ཟེར་གི་འདུག་ད་ག་ནང་བཞིན་གྱི་ཁ་ཅིག་གིས་ནི་ང་འདི་འདྲའི་ནམ་རྒྱུན་དུ་འདི་འདྲའི་བཟའ་ཡག་དགའ་པོ་ཡོད་འདི་ཡིན་ས་རེད་ཟེར་ནས། ཁྱེད་རང་གི་ལབ་པ་ད་ག་རང་རེད་མི་འདུག་ཟེར་གི་འདུག་དེའི་དོན་ད་ག་རེ་བཤད་པ་ཡིན་ནའི་ད་ཅིག་འགྲེལ་བཤད་ཞུ་ཅིག་རྒད་མོ་བ་ཆེ་ན་ཚ་ཟེར་ཡག་དེ། ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་མ་གི་ན་ཚ་དེ་ད་ལྟའི་དུས་ཚོད་འདིར་སྤུ་གུ་ཆུང་ཆུང་ལས་མང་པོ་ཞོ་ཅིག་ཡོང་གི་འདུག་དེ་འདྲ་གསུངས་ཙང་ངས་ཕ་མ་ཚོ་ལས་རེ་བ་དེ་ག་རེད་སྤུ་གུ་ཆུང་ཆུང་ཚོ་ལ་མངར་མོ་མང་པོ་མ་སྤྲོད་རོགས་གནང། འོ་མངར་མོ་མང་པོ་སྤྲད་པ་ཡིན་ན་ཨེ་ནི་ཡ་མ་གི་དཀའ་ངལ་དེ་ཞོ་གཅིག་ཆེན་པོ་ཆགས་ས་རེད་མ་འོངས་པར་བོད་པའི་སྤྱི་ཚོགས་ནང་ལོག་ལ། འདི་དང་གཅིག་ཨེ་ནི་ང་རང་ཚོ་ཕྱི་རྒྱལ་གི་ཁ་ལག་ཟ་སྟངས་དེ་འདྲའི་མང་པོ་ཆེ་ཟ་གི་འདུག་རྒྱ་གར་རྒྱ་བལ་འབྲུག་སུ་ནང་ལོག་ནས་ཞོ་ཁལ་མངར་པོ་ནས་ར་གྲོ་གོག་སྟོང་པ་ལ་ཨེ་ནི་ཤིང་ཏོག་གི་ཁོའོ་ཐག་ནས་ཤིང་ཏོག་གི་ཁོག་སྤྲད་ཡ་ཤིང་ཏོག་སྤྲད་ཡ་ཆར་ཆེན་སྤྲད་ཡ་འོ་འདི་ཞོལ་རྒྱུ་གནོད་པོ་ཡོད་རེད་རྩ་བ་རང་ནས་སྤྲད་རྒྱུ་ཡོད་མ་འདི་འདྲའི་གི་ནད་པ་མང་པོ་ཐུག་མྱོང་འོ་ག་དུས་ཡིན་ན་ཆུང་དུས་འདི་འདྲའི་གི་ཤིང་ཏོག་ཁོག་སྤྲད་གི་ཡོད་འདི་འདྲ་སོང་ཙང་ད་ད་ལྟ་ཡར་མར་གི་དཀའ་ངལ་ཞོག་འདུག་ཟེར་ཡ་འདི་འདྲའི་མང་པོ་ཡོང་གི་འདུག་འདི་འདྲ་སོང་ཙང་རྣམ་པ་ཚོས་ཡིན་གཅིག་མིན་གཅིག་འདི་འདྲའི་རིགས་མང་སྤྲད་རོགས་གནང་ཤིང་ཏོག་སྤྲད་པ་ཡོད་ན་ཉིན་གུང་རྒྱབ་ཆོ་ཚོད་ཁ་ལག་ཟས་ཚ་བའི་ཞོག་གུ་ཆོ་ཚོད་གསུམ་པ་བཞི་པ་ལྔ་བཞི་པ་ག་དུས་ག་དུས་སྤྲད་ནས་འགྲིག་གི་ཡོད་རེད་འོ་འདི་གཅིག་ཐུག་རྒྱག་པ་ཡ་རེད།

ཐོག་མ་ང་རང་ཚོ་གི་བཟའ་ཟླ་ཉུང་ཉུང་སྔ་མོ་དེ་འདྲས་ཉུང་ཉུང་ཉུང་ཉུང་སའི་ཉི་མ་ཉི་མ་ལ་ཁོས་མང་པོ་མང་པོ་མང་རུ་ན་ཚ་དེ་མང་རུ་མང་རུ་མང་རུ་མང་རུ་ན་མང་འགྲོ་ནས་ཨེ་ནི་དེ་གི་ན་ཚ་དེ་བསགས་པའི་དུས་ཆེ་བོ་ཡོད། བསགས་པའི་དུས་དེ་ལ་དམིགས་བསལ་གི་ལྟ་ཅི་རྐྱེན་ཞིག་འོ་དུག་ཅག་ཧོབ་ཏུ་ཡང་ནས་མ་འཕར་ཡིན་ན་ན་ཚ་གི་སྟངས་གང་བསྟན་གི་མ་རེད། འོ་ད་དེ་ལོ་གཅིག་ལོ་གཉིས་ལོ་གསུམ་ལོ་བཞི་ཨེ་ནི་ལོ་ལྔ་དེ་ནས་ལོ་ཕྱེད་རོ་འགྲོ་ཨེ་ནི་དེ་ནས་ཅིག་སོ་སོ་ལས་ཀ་དེ་ཚོ་གྲང་ལོ་ཁང་པ་ན་ལ་ལས་ཀ་བྱེད་དགོས་ཡ་ཨེ་ནི་དེ་འདྲས་གི་ཅིག། རྐྱེན་མང་པོ་ཞིག་སྤྲད་ཡོང་དུས་ཨེ་ནས་ནང་ཁུངས་ནང་ལ་དཀའ་ངལ་འཕྲད་ཡོང་གི་བ་རེད་འོ་འདི་སོང་ཙང་ང་རང་ཚོ་བོད་པ་ཚང་མས་དེ་འདྲའི་དུས་ཚོད་འདི་ལ་ཨེ་ནས་སྔ་མོ་དེ་མང་པོ་སྤྲད་རྒྱུ་མི་འདུག་སྔ་མོ་སྤྲད་པ་ཨེ་ནས་མ་འོངས་པ་ལ་ས་ཁུག་གཅིག་གཉིས་ན་ཙང Diabetes ཡོང་ཡག་གི་ཉེན་ཁ་ཆེན་པོ་ཞུ་ཆགས་ཤག་འོ་འདི་སོང་ཙང་ངས་གལ་ཆེ་ཤོས་དེ་རྣམ་པ་ཚང་མ་ལ། སྤུ་གུ་ཆུང་མ་དུ་ལ་ཞོགས་པས་ནས་རྔ་མོ་གི་རིགས་སུ་གྱུར་པ་མ་འདྲེ་རོ་ནགས་འདི་གཅིག་ཞུ་ཡ་ཡིན་ད་ཡ་མ་ན་ཡ་འདི་ལ་ཨིན་ཇི་གི་པོག་ལེན་དང་ཨི་ལར་ཇི་ག་རེ་བཤད་གི་ཡོད་པ་ཡིན་ན་ང་རང་ཚོ་བོད་སྨན་གི་ཞོ་ཞིག་ཡག་པོ་ཕན་གི་ཡོད་རེད་ཡ་མ་འདི་ལ་གཙོ་བོ་ཨི་ནི་གློག་དང་མཐུན་པའི་ཨི་ནི་དྲོད་ཁམས་ཀྱི་ནུས་པ་བཟོ་ཡག་ཅིག་གལ་ཆེན་པོ་ཞོ་རེད། ནག་པོ་འདི་གློ་བའི་མགོ་རེད། ཨིན་ད་ག་ནང་བཞིན་གྱི་ཡ་མ་འདི་ལ། རླུང་ཁམས་དང་འབྲེལ་བའི་སྨན་བཅོས་བྱེད་པ་འདི་གལ་ཆེན་པོ་ཞོ་གཅིག་རེད། ཨེ་ནི་གཙོ་བོ་ཨེ་ནི། ཡ་མ་རང། ད་ཅིག་རྣག་གི། རྩ་འཁོར་གྱི། ཨེ་ནི་ཅིག་དྲོད་ཁམས་ཀྱི་ནུས་པ་གསོ་ཡག་དང་རླུང་གི་ནུས་པ་སྙོམས་ཡག་འོ་འདི་གལ་ཆེན་པོ་ཞོ་གཅིག་རེད། འདི་འདྲའི་བྱས་ཡོང་དུས་ད་ནི། ཕན་ཐོག་ཧང་སང་ཡང་ཡག་པོ་ཡོང་གི་འདུག་ད་ཅིག་ན་ཚ་དཔེ་དེ་བཅུ་ཡ་མ་བཅུའི་ལས་འདས་པའི་ན་ཚ་འདི་འདྲ་ཡིན་པ་ཡིན་ན་ནི་ཨེ་ནི། ཁོ། ཁག་པོ་ཞོག་ཅིག་རེད། དེ་ཚོ་གནས་ཚུལ་ཐ་དད་རེད་མ་གཏོགས་ཤེས་བཅོས་སུ་རུང་བ་ཅིག་ཡིན་པ་ཡིན་ན་བོད་སྨན་གྱི་ཟས་ཟས་སྤྱོད་ཡག་པོ་འཛེམ་བྱས་པ་ཡིན་ན་ཧང་སང་ཡང་ཕན་ཐོག་ཡག་པོ་ཡོང་གི་འདུག་ཨེ་སྣ་ཁུང་ནང་ལོག་ལས་སྣ་ཐོན་གི་འདུག་ཟེར་ཡག་དང་དེ་ཚོ་ཚང་ལས་པས་དབེན་འདུག་ད། ཡ་མ་འདི་ལ་ཅིག་སྨན་བཏང་སྟངས་མི་འདྲ་མང་པོ་ཞོ་ཞོར་ད་ངས་ནམ་རྒྱུན་དུ་ཨེ་ནི་ཡ་མ་འདི་ལ་ཁག་ཅིག་ཞོ་སྐད་ཡོང་གི་རེད་ཞོ་སྐད་ཧབ་སྒྲིག་རྒྱག་གི་རེད་ཡང་ཁག་ཅིག་གོང་ཐག་རྒྱག་གི་རེད། ཨོ་ད་དེ་འདྲའི་གི་རིགས་མི་འདྲ་ཡ་མ་ཁོ་རང་ལས་སོ་སོ་ཨེན་ཅིག་གྲང་ཤས་ཆེ་བའི་ནུས་པ་དང་རླུང་ཤས་ཆེ་བའི་ནུས་པ་ཨོ་དེ་འདྲའི་གི་རིགས་མི་འདྲ་ཡོང་གི་འདུག་ཨོ་དེ་སོང་ཙང་ཨེ་ནི་རྣམ་པ་ཚོས་གཟི་དང་ཡ་མ་ཞོགས་སྐད་གོང་ལྟ་དཀའ་ངའི་འཕྲད་ངན་དེ་ཚོའི་རིགས་དེ་ཚོ་མང་ང་རླུང་དང་འབྲེལ་བ་ཤུགས་ཆེན་པོ་ཡོད་རེད་ཨ་ད་ཅིག་ཡ་མ་དུས་ཡུན་དུ་ནས་ཅིག་བྱེད་དེ་ངས་དེ་ཚོའི་གྲངས་དེ་ཚོ་ལ་ཨེ་ནི་འཁྲིད་པ་དང་འབྲེལ་བ་ཤུགས་ཆེན་པོ་ཉི་མའི་ཁུང་ལ་ཟ་བར་རྒྱ་སྨི་བཅུ་དོན་བཞིན་དུ་ད་ནས་ཨེ་ནི་ཡ་མའི་སྲིན་དེ་འཕེལ་ཡོང་གི་བ་རེད།

ཁག་ཅིག་ལ་དགའ་ནི་བཏང་བ་ཡང་ཡོང་གི་རེད་འོ་དེ་སོ་སོ་སོ་གི་འགྲོ་སྟངས་ཅིག་རེད་དེ་རེད་དེ་འདྲ་སོང་ཙང་རྣམ་པ་ཚོ་གཅིག་བོད་སྨན་སོ་སོ་ཉོ་ཐུབ་པ་ཡོད་ན་ད་ལྟ་ངས་གོང་ལ་བཤད་བཞིན་པའི་སྨན་དེ་ཚོ་ས་གནས་སོ་སོ་ནས་ཉོ་ཐུབ་པ་ཡོད་ན་ཡ་མའི་སྨན་ལ་དེ་གཅིག་ཆོས་དང་ཏན་ཏན་ཕན་ཐོག་ཡོང་གི་རེད་གལ་སྲིད་ཉོ་མ་ཐུབ་བ་ཡང་ཕྱི་རྒྱལ་ཁག་ལ་ཕར་ཚུར་རྒྱ་གར་དང་དེ་འདྲའི་ལ་སོ་སོ་ངོ་ཤེས་པ་དང་དེ་འདྲའི་མེད་པ་དང་དཀའ་ངལ་ཡོད་པ་ཡིན་ན་ང་ལ་གསུངས་ཞུ་ངས་རྣམ་པ་ཚོ་ལ་ཕ་ཕུལ་ཆོག། འོ་དེ་རེད་དེ་འདྲ་སོང་ཙང་ངས་ཕྱི་རྒྱལ་ག་ས་ག་ལ་བཏང་ཐུབ་གི་འདུག་དེའི་ཡིན་དུས་ད་ནས་བཏང་གི་ཡོད། མང་པོ་ཞོའུ་ཅི་ལ་ཕན་ཐོག་ཡོང་གི་འདུག་འོ་དེ་རེད་དེ་འདྲ་སོང་ཙང་རྣམ་པ་ཚོ། གཙོ་བོ་གལ་ཆེ་ཤོས་དེ་ངས་བཤད་ཡག་དེ་ག་རེད་ཡིན་ཟེར་ན། གཞོན་སྐྱེས་ཚོ་དང་ཆུང་མ་ཚོ་ལ་ཕ་མ་ཚོས་སྔ་མོ་དེ་མང་པོ་མ་སྤྲད་རོགས་གནང། སྔ་མོ་དེ་མང་པོ་སྤྲད་པ་ཡིན་ན། ཨེ་ནི་མ་འོངས་པ་ལ་ཕུ་གུ་དེའི་རིགས་ཀྱི་ནག་ཁུང་ལ་དཀའ་ངལ་ཆེན་པོ་ཞོའུ་ཅི་ནག་ཁུང་ལ་དཀའ་ངལ་འཕྲད་ན་མིག་ལ་དཀའ་ངལ་འཕྲད་གི་རེད་འོ་དེ་རེད་དེ་འདྲ་སོང་ཙང་འདི་ཡིན་གཅིག་མིན་གཅིག་ཐུགས་ལ་འཇགས་རོགས་གནང། ཨེ་ནས། Pollen Allergy དང Season Allergy དཀའ་ངལ་འཕྲད་ཀྱི་འདུག་ཟེར་ཡ་དེ་ཚོ། ཨེ་ནས། སྤྱི་ཟླ་གཉིས་པ་གསུམ་པ་བཞི་པའི་པར་རུ་དེ་ལ་ཡོང་གི་ཡོད་བ་རེད། དེ་ཡིན་དུས་ད་ནས། འདི་གར་ཅན་ཡོང་དགོས་ཟེར་ན་ང་རང་ཚོ་མེ་ཏོག་དང་རྩི་ཤིང་གི་སྒང་ལ་ཡོད་པའི་ཐལ་རྡུལ་གཙུག་པོ་འཇོག་རོགས་འོ་འདི་གི། ཨེ་ནས་སྣ་དགུ་ནང་ལ་སླེ་ཡོད་ནུས་ད་ནས་ཏེ། ཡ་གི་གི་རླུང་གི་ནུས་པ་དེ་འཕེལ་ཏེ་ཁུ་ཉིས་གཉིས་ཐུག་ནས་ཨེ་ནས་དཀའ་ངལ་འཕྲད་ཀྱི་ཡོད་བ་རེད། འོ་དེ་རེད། དེ་ནས་སོང་ཙང་དེའི་རིགས་འདི་ལ་སྤྱི་ཟླ་དང་པོ་བཅུ་གཉིས་ཙ་ནས་བོད་སྨན་གྱི་ས་ཐོབ་ཡིན་ན།

ཟུར་ནས་མང་པོ་གཅིག་གིས་ཡབ་མེས་སྐོར་བཤད་རོགས་ཅིག་ཡབ་མེས་སྐོར་ལབ་རོགས་ཅིག་གསུངས་བ་ནང་བཞིན་ནི་གུས་པས་དེ་ལ་ཅིག་བཤད་བཞག་ཡོད་ཨེ་ནི་འདི་གང་མང་མང་རྣམ་པ་ཚོས་ཕར་ཚུར་བརྒྱུད་སྐུལ་གནང་རོགས་གནང་ཞུ་ཡ་ཡིན་འདི་བརྒྱུད་སྐུལ་གནང་ཡིན་ན་ནད་པ་དཀའ་ངལ་ཅན་དེ་འགྱེལ་ལ་ཕན་གི་རེད་ཨེ་ནི་བོད་ཀྱི་གསོ་བ་རིག་པ་ལ་ཆེ་མཐོང་སླེབས་གི་རེད་བོད་ཀྱི་གསོ་བ་རིག་པ་གི་ནུས་པ་སྐྱེད་ཐུབ་གི་རེད་འོ་འདི་ང་ཚོ་བྱུང་བ་ཡིན་ན་ང་ཚོའི་སྤྱི་ཚོགས་ལ་ཕན་ཐོག་ཆེན་པོ་འབྱུང་གི་རེད་ཞུ་ཡ་ཡིན་ཐོག་ཅི་ཆེ་དུས་དང་རྣམ་པ་ཀུན་ཏུ་རྣམ་པ་ཚོས་རྒྱབ་སྐྱོར་ཞེ་དྲག་གནང་གི་འདུག་མུ་མཐུད་ནས་གནང་རོགས་གནང་ཨེ་ནི་གུས་པ་དགེ།